རྒྱུ་མཚན་ག་རེ་ལགས་ན་ང་ཚོ་ཚང་མ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་པ་ཡིན་ན་ཡང། མི་གཞན་དག་གི་སྡུག་བསྔལ་དེ་གས་ང་ལ་ཁྱེད་དངོས་སུ་གནོད་གི་མི་འདུག་ཨ། མི་གཞན་དག་ལ་དཀའ་ངལ་བྱུང་བ་དང་སྡུག་བསྔལ་བྱུང་ན་དཀའ་ངལ་དེ་གས་ཁོ་ལ་ཁོ་རང་ལ་དངོས་སུ་གནོད་གི་རེད་མ་གཏོགས་ང་ལ་ཁྱེད་གནོད་གི་མི་འདུག་ཨ། བྱས་ཙང་ང་ལ་དངོས་སུ་ཁྱེད་གནོད་གི་མེད་པའི་རྒྱུ་མཚན་གྱིས་ཨ་ངས་ངེད་ཀྱི་ཕ་རོལ་པོ་གི་མི་ཕ་རོལ་པོ་གི་ག་ལ་བ་རེད། ང་རང་ལ་མ་ནུས་པའི་རྒྱུ་མཚན་གྱིས་ཕ་རོལ་པོ་དེ་ལ་སྡུག་བསྔལ་བྱུང་བ་དེ་ལ་ངེད་ཀྱིས་ཁ་ལོག་རེད། ཕ་རོལ་པོའི་སྡུག་བསྔལ་དེ་དག་དཀའ་ངལ་དེ་ངེད་ཀྱིས་སེལ་དགོས་ཀྱི་ཡོད་བ་དང་ཕ་རོལ་པོ་དེ་ལ་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་བ་དེ་ངས་བྱེད་དགོས་ཡ་རྒྱུ་མཚན་གྱིས་མི་འདུག་ཟེར་ཆོག་རང། བྱས་ཙང་ཕ་རོལ་པོ་གི་སྡུག་བསྔལ་དེ་གིས་ང་ལ་དངོས་སུ་མ་གནོད་པའི་རྒྱུ་མཚན་གྱིས་ཕ་རོལ་པོ་དེ་ལ་ངས། ཁ་ར་ཕ་རོལ་པོ་གང་ཟག་དེ་ངའི་སྡུག་བསྔལ་ལ་སྲུང་གི་མེད། ཕ་རོལ་པོ་གང་ཟག་དེ་ལ་ཡང་ངས་ཕ་རོལ་པོ་གང་ཟག་གི་སྡུག་བསྔལ་དེ་ངས་སེལ་གི་མེད་དེ་འདྲའི་ལ་བ་ཡིན་ན་ཟེར་བར། གལ་ཏེ་དེ་ལ་སྡུག་བསྔལ་བས། གལ་ཏེ་ཕ་རོལ་པོ་གང་ཟག་དེ་ལ། སྡུག་བསྔལ་བའི་རྒྱུ་མཚན་གྱིས། རྒྱུ་མཚན་གྱིས་ལས་དེ་ག་ལ་ན་སྡུག་བསྔལ་བས། ས་ཞེས་བྱ་བ། སྡུག་བསྔལ་བའི་ཟེར་ན་སྡུག་བསྔལ་གྱི་མནར་བའི་རྒྱུ་མཚན་གྱིས། ཕ་རོལ་པོ་སྡུག་བསྔལ་འདི་གིས་ཕ་རོལ་པོ་གང་ཟག་དེ་ལ་སྡུག་བསྔལ་གྱི་མནར་བ་འདི་ཕ་རོལ་པོ་ལ་དངོས་སུ་གནོད་གི་ཡོད་རེད། ཡིན་ནས་བདག་ལ་ཡང་དངོས་སུ་མི་གནོད་པའི་ཕྱིར། དངོས་སུ་མི་གནོད་པའི་ཕྱིར་ལ་རྒྱུ་མཚན་དྲང་བོར་དང་དངོས་སུ་མི་གནོད་པའི་རྒྱུ་མཚན་གྱིས། ངེད་ཀྱིས་ཕ་རོལ་པོ་འདི་སྡུག་བསྔལ་ལས་མི་བསྲུང་སླ་བ་ཡིན་ན་སྡུག་བསྔལ་ལས་བསྲུང་གི་མེད་སླ་བ་ཡིན་ན་ཟེར་བ་དང། ཕ་རོལ་པོ་གང་ཟག་དེ་ཉིད་སྡུག་བསྔལ་ལས་བསྲུང་གི་མེད། རྒྱུ་མཚན་ག་རེ་ལ་ན་ཕ་རོལ་པོ་ལ་སྡུག་བསྔལ་མྱོང་བ་དེ་ཕ་རོལ་པོ་ལ་དངོས་སུ་མྱོང་བ་རེད་མ་གཏོགས་ང་ལ་ཁྱེད་འབྲེལ་བ་ཆགས་ཀྱི་མི་འདུག་ང་ལ་དངོས་སུ་ཁྱེད་སྨོན་གྱི་མི་འདུག་ཨ། འདུས་བྱས་ནི། ཁོ་རང་གི་འདུས་བྱས་ད། མི་ཚོ་རྣམ་རྟོག་ཡོང་གི་ར་རྣམ་རྟོག་དབང་གིས་དེ་འདྲས་བྱས་ད། རྒྱལ་སྲས་ཆེན་པོ་ཞི་བ་ལ་ལ་འཁྲུལ་བ་བྱུང་བ་ཡིན་ན།

ཁྱེད་རང་གིས་དངོས་སུ་མ་གནོད་པའི་རྒྱུ་མཚན་གྱིས་ཕ་རོལ་པོ་གི་སྡུག་བསྔལ་དེ་ཕ་རོལ་པོ་གང་ཟག་དེའི་སྡུག་བསྔལ་ལས་སྐྱབས་ཀྱི་མེད་སྡུག་བསྔལ་ལས་སྲུང་སྐྱོབ་བྱེད་ཀྱི་མེད་ལབ་བ་ཡིན་ན། ག་ལ་ང་རང་ཚོའི་སྐྱེ་བ་རྗེས་མ་ལ་སྡུག་བསྔལ་ཡོང་གི་སྐྱེ་བ་རྗེས་མ་ལ་སྡུག་བསྔལ་ཡོང་གི་རེད་བསམ་ནས་ང་ཚོ་ད་ལྟ་སོ་སོ་སྐྱེ་བ་རྗེས་མ་དེའི་སྡུག་བསྔལ་ནང་མ་ལྷུང་ཡང་ཆེད་དུ་སྐྱབས་ཡས་ཀྱི་ཆེད་དུ་ལ་ང་ཚོ་ཚེ་འདི་ལ་དཀའ་ལས་རྒྱབ་དགོས་རྒྱབ་དགོས་ཡའི་རྒྱུ་མཚན་མི་འདུག་ག་ཡིན་ཟེར་ན་སྐྱེ་བ་རྗེས་མ་ལ་སྡུག་བསྔལ་ཡོང་པ་འདི་ད་ལྟ་ང་ཚོ་ལ་གིས་དངོས་སུ་མྱོང་གི་མ་རོ་ཟེར་ད་མ་འོངས་པ་ཡི་སྡུག་བསྔལ་ཟེར་དོན་དག་འདི་རེད། ད་ང་རང་ཚོས་སྐྱེ་བ་རྗེས་མ་ཟེར་དེ་བསམ་བློ་གཅིག་འགྲོ། ད་སྐྱེ་བ་རྗེས་མ་ལས་དེ་བསམ་བློ་མ་བཏང་པ་ཡིན་ན་ཚེ་ད་ག་རང་ལ་དཔེར་ན་ང་རང་ཚོ་ལོ་ཆུང་དུས་ཁ་དོག་ལ་ཡ། རྒན་མགོ་ཆགས་དུས་ལ་དཀའ་ངལ་ཡོང་གི་རེད་སྡུག་བསྔལ་ཡོང་གི་རེད་བསམ་ད་ནང་ང་ཚོ་དངུལ་ཁང་ནང་ལ་དངུལ་བཅོལ་ཡ་འདྲ་བོ་དེ་འདྲ་ད་ཨ་ནི་སློབ་སྦྱོང་བྱེད་ཡ་ད་དཀའ་ལས་མང་པོ་རྒྱག་དགོས་རོ། དཀའ་ལས་བརྒྱབ་པ་འདི་གི་དོན་དག་ག་རེ་བྱས་ནས་དཀའ་ལས་བརྒྱབ་དགོས་པ་རེད། མ་འོངས་པ་ང་རང་ཚོའི་རྒན་རྒོན་ཆགས་པའི་སྒང་ལ་ཨ་ནི་སྡུག་བསྔལ་མ་ཡོང་བའི་ཆེད་དུ་ལ་དཀའ་ལས་བརྒྱབ་ཀྱི་ཡོད་རེད། ཡིན་ནའི་རྒན་རྒོན་ཆགས་ཡའི་སྐབས་སུ་སྡུག་བསྔལ་འདི་ད་ལྟ་ང་ཚོ་ལ་དངོས་སུ་འབྲེལ་བ་གལ་ཡོད་མ་རེད། ཨ་ནི་དེ་འདྲས་ཡིན་ཙང་ཨ་ནི་ང་ཚོ་མ་འོངས་པ་ལ་ཡང་རྒན་རྒོན་ཆགས་དུས་སྡུག་བསྔལ་ཡོང་གི་རེད་བསམ་ནས་ཨ་ནི་ཞེད་སྣང་བྱེད་དགོས་ཡས་དང། ཨ་ནི་མ་འོངས་པ་ལ་ཨ་ནི་རྒན་རྒོན་ཆགས་དུས་བསམ་པ་ལ་སྡུག་བསྔལ་མ་ཡོང་བའི་ཆེད་དུ་ལ་དཀའ་ལས་བརྒྱབ་དགོས་ཡས་ཀྱི་རྒྱུ་མཚན་དེ་མི་འདུག་ཨ་ཞེས་གསུངས། མ་འོངས་པ་ཡི་སྡུག་བསྔལ་ཡང་གནོད་མི་བྱེད་ན་ཟེར། ད་ལྟ་ང་ཚོ་ལ་དངོས་སུ་གནོད་ཀྱི་མི་འདུག་ཨ། དངོས་སུ་མ་གནོད་པ་ཡིན་ན་ཡང་ང་ཚོས་ཀྱི་དཀའ་ལས་བརྒྱབ་ནས་མ་འོངས་པའི་སྡུག་བསྔལ་དེ་མ་ཡོང་ཡའི་ཆེད་དུ་ལ་ང་ཚོ་སྲུང་སྐྱོབ་བྱེད་ཀྱི་ཡོད་རེད་ཨ། དཀའ་ལས་བརྒྱབ་ཀྱི་ཡོད་རེད་ཨ། འདི་ག་རེ་བྱས་ནས་བྱེད་ཀྱི་ཡོད་རེད་ཟེར། དེ་ཅི་ཟེར་དེ་ཅི་ཟེར་ན་ག་རེ་བྱས་ནས་ཟེར་བ་ཅི་ཟེར་དེ་ག་རེ་བྱས་ནས་ཟེར། སོང་ཟེར་ན་མ་འོངས་པའི་སྡུག་བསྔལ་དེ་གར་ཅི་ལ་སྲུང་སྐྱོབ་བྱེད་ཀྱི་ཡོད་རེད་ཅེས་གསུངས་བ་དང། བྱས་ཙང་མ་འོངས་པ་ཡི་སྡུག་བསྔལ་ཡང་གནོད་མི་བྱེད་ནའང་ད་ལྟ་ལ་གནོད་དངོས་སུ་གནོད་ཀྱི་མེད་པ་ཡིན་ན། དེ་ག་རེ་བྱས་ནས་སྲུང་སྐྱོབ་བྱེད་ཀྱི་ཡོད་དེ་ཅི་སོང་ཟེར་དེ་ག་རེ་བྱས་ནས་སྲུང་སྐྱོབ་བྱེད་ཀྱི་ཡོད་རེད། ད་འདི་དྲི་བ་གི་ན་ག་རེ་བྱས་ནས་སྲུང་སྐྱོབ་བྱེད་ཀྱི་ཡོད་རེད་ཟེར་ན་འདི་དྲི་བར་བ་ཡིན་ནས་དྲི་བའི་གི་ཚུལ་གྱི་ལན་རྒྱབ་དགོས་རེད། ཕ་རོལ་པོ་དེ་གི་དྲི་བ་དེ་དྲི་བ་བཏང་བར་དེ་ཕར་ལན་བརྒྱབ་སྟངས་དེ་དྲི་བའི་གི་རྣམ་པའི་ཐོག་ནས་ལན་རྒྱག་དགོས་དོ། འོ་ད་དེ་འདྲའི་དྲི་བ་ཞིག་དོན་དག་ཡང་སྙིང་ག་རེ་ལ་བ་ར་མ་འོངས་པའི་སྡུག་བསྔལ་དེ་ཁྱེད་རང་གིས་གསུང་དགོས་ཡ་གི་རྒྱུ་མཚན་མི་འདུག་ཨ་སི་གོ་ད། འོ་ད་དེ་འདྲའི་དྲི་བ་ཞིག་རེ་ཞུ་ཡ་ཡིན་ད་ང་རང་ཚོ་མ་འོངས་པའི་སྡུག་བསྔལ་ཟེར་ན་ད་མ་རྒན་གོ་ཆ་དུས་ཆད་དེ་ནས་ཕར་ཕར་འགྲོ་ན་ང་ཚོ་སྐྱེ་བ་ཇེ་མང་གི་སྡུག་བསྔལ་གི་མ་ཡོང་ཡ་ཆེད་དུ་ལ་ཚེ་འདི་ལ་ང་ཚོ་དཀའ་ལས་རྒྱག་དགོས་བ་ར་བ། ཆོས་པ་དེ་ཚོ་མང་པོ་ཅིག་གིས་སྐྱེ་བ་ཇེ་མང་ལ་སྡུག་བསྔལ་མ་ཡོང་ཡ་ཞེད་དུ་ཚེ་འདི་ལ་དཀའ་ལས་རྒྱག་ཡ་འོ་དེ་འདྲའི་ཆིག་ཡོད་ར་བ་སི་གོ་ད། བདག་གིས་དེ་ལས་མྱོང་སྙམ་པའི་རྣམ་པར་རྟོག་སྟེ་རྟོག་པ་སྟེ། རྣམ་པར་རྟོག་སྟེ་ལོག་པ་སྟེ། དེ་ལྟར་ཤི་བ་གཞན་ཉིད་ལ་སྐྱེ་བ་ཡང་ནི་གཞན་ཉིད་དུ་སྲིད་ད་ཏི་ཏས། རྙོག་དྲ་ཚ་བོ་དྲོ་ཅི་ཡོར་དང། མ་འོངས་པའི་སྡུག་བསྔལ་དེ་ངས་མྱོང་གི་རེད། དཔེར་ན་ཆགས་བཞག་ཡིན་ན། སྐྱེ་བ་རྗེས་མར་གྱི་སྡུག་བསྔལ་དེ་ངས་མྱོང་གི་རུ་བ་སི་ད། ང་སྐྱེ་བ་རྗེས་མར་ལ་འགྲོ་སོང་ན་ངས་མྱོང་གི་འུ་རུ་བ་སི་བར་ད། བྱས་ཙང་ང་སྐྱེ་བ་རྗེས་མ་ལ་འགྲོ་གསུངས་ན་ངས་མྱོང་དགོས་ཀུ་རུ་བ་སེ་མ་འོངས་པའི་སྡུག་བསྔལ་ངས་མྱོང་དགོས་ཀུ་ར་མྱོང་དགོས་ཀུ་ཡོད་པ་ཡིན་ཙང་ང་རང་གིས་མྱོང་དགོས་ཀུ་ཡོད་པ་ཡིན་ཙང་ཨ་ནི་མ་འོངས་པའི་སྡུག་བསྔལ་དེ་ལ་ངས་བསམ་ཤེས་བྱེད་དགོས་ཡ་ད་མ་འོངས་པའི་སྡུག་བསྔལ་དེ་མ་མྱོང་ཡ་བྱེད་ཡ་ལ་ངས་ངོས་ནས་ད་ལྟ་ངོས་ནས་སེམས་ཁྲལ་བྱེད་དགོས་ཡ་ད་མ་འོངས་པའི་སྡུག་བསྔལ་དེ་མ་མྱོང་ཡ་ཆེད་དུ་ལ་སོ་སོ་སྲུང་སྐྱོབ་བྱེད་དགོས་ཡ་དེ་ལ་རྒྱུ་མཚན་འདུག་ཨཱས་ལ་ན། རྒྱུ་མཚན་འདུག་ཨཱས་ལ་བ་ཡིན་ན་ཨ་ནི་ད་འདི་རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱི་ལན་ག་རེ་བསྐྱོན་པ་རེད་ལ་ན།

ཁྱེད་རང་གི་སྐྱེ་བ་རྗེས་མ་དང་ཁྱེད་རང་གཉིས་ལོག་གར་བ་ད་ལྟ། ཇི་ལྟར་ནི་ཁྱེད་རང་གི་སྐྱེ་བ་རྗེས་མ་དང་ཁྱེད་རང་གཉིས་དེ་རྒྱུད་གཅིག་རེད་རྒྱུད་གཅིག་ལ་ན་ཧ་གོ་བ་སོ་སོ་གི་སྐྱེ་བ་གཅིག་ནས་གཅིག་བརྒྱུད་པ་འགྲོ་གོ་བ་ར་རྒྱུད་གཅིག་རེད་མ་གཏོགས་ཁྱེད་རང་གི་སྐྱེ་བ་རྗེས་མ་དེ་ཁྱེད་རང་ཡིན་ལབ་གི་མ་ར་བ། འོ་འདི་ཡིན་འདུག་བསམ་པ་ལ་ཁྱེད་རང་གིས་མྱོང་གི་རེད་བསམ་པའི་བསམ་བློ་དེ་ལོག་ཤེས་རེད་ཟེར་ཁྱེད་རང་གིས་མྱོང་གི་མ་རེད་མྱོང་མཁན་དེ་སུ་རེད་ལབ་ཁྱེད་རང་གི་སྐྱེ་བ་རྗེས་མ་དེར་བ། ཅི་ཟེར་བདག་གིས་མ་འོངས་པའི་སྡུག་བསྔལ་དེ་ད་ལྟ་དངོས་སུ་མ་མྱོང་ན་ཡང། མ་འོངས་པའི་སྡུག་བསྔལ་དེ་སོ་སོས་མྱོང་བསམ་པའི་བསམ་བློ་དེ་རྣམ་པར་རྟོག་པ་རེད་ཟེར་ལོག་རྟོག་རེད་ཟེར་ད་རྣམ་པར་རྟོག་པ་དེ་ལོག་པ་དེ། རྣམ་པར་རྟོག་དེ་ལོག་རྣམ་པར་རྟོག་པ་ཇི་ལྟར་ལོག་རྟོག་རེད་ཟེར། གང་ཡིན་ཟེར་ན། ད་ལྟ་ཚེ་འདི་གི་སྐྱེ་བ་ལེན་ངེས་ཀྱི་མི་འདི་དག། སྐྱེ་བ་ལེན་ནས་ཤི་འགྲོ་ངེས་ཀྱི་མི་འདི་དག། སྐྱེ་བ་རྗེས་མ་ལ་སྐྱེ་བ་ལེན་ངེས་ཀྱི་ད་ག་རེ་སྐྱེ་བ་སུ་འདྲ་ཞིག་ལེན་གྱི་ཡོད་ན་ཁྱི་ལ་ལེན་གྱི་ཡོད་ན་ཞི་མིར་ལེན་གྱི་ཡོད་ན་བུ་འགོ་ལ་ལེན་གྱི་ཡོད་ན། དེ་འདྲ་གི་སྐྱེ་བ་ལེན་ངེས་ཀྱི་སྐྱེ་བ་དེ་ཉིད་ལོག་ཨ་ར་བ་ཟེར་བ་ལྟ། ཇི་ལྟར་དེ་ལྟར་ཤི་བ་གཞན་ཉིད་ལ་ཤི་མཁན་དེ་ཡང་མི་གཞན་དག་ཅིག་རེད་ལ། སྐྱེ་བ་ལེན་མཁན་གྱི་མི་དེ་ཡང་གཞན་དག་ཅིག་རེད་བ། ཁོ་གཉིས་ལོག་ཨ་རེད་མ་གཏོགས། ཁོ་གཉིས་ལོག་ཨ་ཡིན་ན་ཡང།

ནང་པའི་གི་ལན་གར་སྐྱེ་བར་བདག་ཉིད་དུ་ལོག་ག་རེ་ཟ། སྐྱེ་བ་འདི་གི་བདག་དེ། དཔེར་ན་ང་སྐྱེ་བ་སྐྱེ་བ་སྔ་མ་ལ་ཁྱི་ཇི་ཡིན་པ་ཡིན་ན། ཁྱི་དེ་ཁྱི་རེད་མ་གཏོགས་མི་རེད་ཟིག་མ་རེད་ཚེ་འདི་ན་ང་མི་རེད་སྐྱེ་བ་སྔ་མ་ལ་ཁྱི་རོ་ཁྱི་ཡིན་གི་མི་ཡིན་གི་ཡོང་མ་རོ། ཁོ་གཉིས་ལོག་ག་ཡིན་ཚེ་སྐྱེ་བ་སྔ་མ་ཡི་ཁྱི་དེ་ཁྱི་རེད་སྐྱེ་བ་རྗེས་མ་དེ་མི་རེད་མི་རེད། སྐྱེ་བ་སྔ་མ་གི་ཁྱི་གི་བདག་དེ་མི་གི་ད་ལྟ་མི་གི་བདག་དེ་རེད་ལ་ན་ཁྱི་ཡིན་གྱི་དང་མི་ཡིན་གྱི་བཞག་དགོར་དེ་འདྲ་བཞག་ཐུ་ཡ་ཡོད་མ་རུང་བ། ནང་པའི་གི་སྐད་ཆ་དོན་དག་རྡོག་རྡོག་འདྲ་བྱེད་ག་རེ་ཤེས་གོ་རེ་དོན་དག་རྡོག་རྡོག་འདྲ་ཞིག་ལབ་པ་ཡིན་ན། ལས་རྒྱུ་འབྲས་ཨ་ནི། ཚེ་འདི་གི་བདག་དེ་དང་སྐྱེ་བ་རྗེས་མ་གི་བདག་གཉིས་དེ་ལོ་ག་ཡིན་པ་ཡིན་ན་ཡང་ལས་རྒྱུ་འབྲས་ལས་རྒྱུ་འབྲས་གི་རྣམ་བཞག་ལ་ཡང་སྐྱོན་གལ་ཡོང་གི་མ་རེད་ཟེར་བ་རེད། སྐྱོན་མི་ཡོང་བའི་རྒྱུ་མཚན་ག་རེད་ལ་ན། སྐྱེ་བ་སྡིག་གི་བདག་དེ་དང་སྐྱེ་བ་རྗེས་མ་གི་བདག་གཉིས་ལོ་ག་ཡིན་པ་ཡིན་ན་ཡང་ཁོ་གཉིས་རྒྱུད་གཅིག་རེད་ལ་བོ་རེད། དཔེར་ན། ངེད་ཀྱི་སྐྱེ་བ་འདི་གི་ལས་བསགས། འབྲས་བུ་འདི། མི་གཞན་དག་ཅིག་གི་སྐྱེ་བ་རྗེས་མ་གི་འབྲས་བུ་སྦྱོར་བ། སྐྱེ་བ་རྗེས་མ་བཞིན། དཔེར་ན་ཆ་བྱ་གིན་ན། ཏིང་འཛིན་ལས་དེ་གི་ལས་བསགས། ཏིང་འཛིན་གི་ལས་བསགས་པའི་འབྲས་བུ་འདི། བཀྲ་ཤིས་ཀྱི་སྐྱེ་བ་རྗེས་མ་དེ་གི་མྱོང་ན། ཨ་ནི་ཁོ་གཉིས་ཁ་བཀྲ་ཤིས་ཀྱི་སྐྱེ་བ་རྗེས་མ་དེ་དང་བསྟན་འཛིན་གྱི། བསྟན་འཛིན་གཉིས་ཁ་རེད་ཁོ་རང་གཉིས་རྦད་ཁོ་རང་རྒྱུད་གཅིག་མ་རེད་ལོག་ཨ་རོ། བསྟན་འཛིན་གྱི་སྐྱེ་བ་རྗེས་མ་དང་བསྟན་འཛིན་གཉིས་དེ་རྒྱུད་གཅིག་རེད། བཀྲ་ཤིས་ཀྱི་སྐྱེ་བ་རྗེས་མ་དང་བཀྲ་ཤིས་གཉིས་དེ་རྒྱུད་གཅིག་རེད། བསྟན་འཛིན་གྱི་ལས་བསགས་དུས་འབྲས་བུ་དེ་བསྟན་འཛིན་གྱི་རྒྱུད་གཅིག་པ་ཅིག་བསྟན་འཛིན་གྱི་སྐྱེ་བ་རྗེས་མ་དེ་གིས་མྱོང་དགོས་བ་རེད་མ་གཏོགས་བཀྲ་ཤིས་ཀྱི་སྐྱེ་བ་རྗེས་མ་དེ་གིས་མྱོང་གི་མ་རེད་བ། བྱས་ཙང། ནང་ཆོས་ཁ་ལོར་ཏིང་འཛིན་གྱི་སྐྱེ་བ་རྗེས་མ་དང་ཏིང་འཛིན་གཉིས་དེ་ལོག་ག་ཡིན་ནའི་ཁོ་གཉིས་རྒྱུད་གཅིག་རེད་ཅེས་རྒྱུད་གཅིག་ཡིན་པ་ཡིན་ཙང་ལས་འབྲས་ཀྱི་རྣམ་བཤད་དེ་ཏག་ཏག་ཐིག་རེད་ད་ཅེས་གསུངས་བར། ཁོ་གཉིས་ལོག་ག་ཡིན་པ་ཡིན་ན་རྒྱུད་གཅིག་ང་ཚོ་ནང་ཆོས་ཁ་ལ་ཆོས་ཐམས་ཅད་མི་རྟག་པ་རེད་ལ་ང་ཚོ་ཚེ་འདི་རྫོགས་འགྲོ་བར་དེ་རྒྱུད་འདི་འགྲོ་བར་མ་གཏོགས་སྐྱེ་བ་རྗེས་མ་ལ་ང་རང་ཚོ་སོ་སོ་བདག་རང་ཁོ་རང་ཁྱི་ཁྱི་དེ་མི་ལ་ཆགས་འགྲོ་ཡས་འགྲོ་དེ་འདྲས་ལབ་གི་མ་རོགས་ང་ཚོ་སྐྱེ་བ་རྗེས་མ་དེ་སོ་སོ་གཉིས་ལོག་ག་བྱེད་དགོས་རོགས། འོ་ད་དེ་འདྲ་འགྲོ་ཡིན་ན་ཡང་རྒྱུད་གཅིག་པ་རེད་སྐྱེ་བ་སྔ་མ་དེ་དང་སྐྱེ་བ་རྗེས་མ་གཉིས་དེ་རྒྱུད་གཅིག་པ་རེད་ལབ་ཡོད་ད། བྱས་ཙང་ལས་འབྲས་ཀྱི་རྣམ་བཤད་ཏག་ཏག་ཐིག་གི་རེད་ད་ངས་བཀྲ་དཔེར་ན་ང་ཏིང་འཛིན་བྱས་ང་ཏིང་འཛིན་གྱི་ལས་བསགས་འབྲས་བུ་དེ་བཀྲ་ཤིས་ཀྱི་སྐྱེ་བ་རྗེས་མ་དེ་ཉོ་ན་ཨ་ནི་ལས་རྒྱུ་འབྲས་ཟེར་ཏག་ཏག་དེ་ཡིན་མ་རེད། རེད་བ། དེ་འདི་ཁྱེད་རང་གིས་བདག་དེ་གཅིག་རེད་ལབ་བསྡིགས་འདུག་བདག་གཅིག་པ་ཡིན་ན་ཨ་ནི་བདག་དེ་རྟག་པ་ཆགས་འགྲོ་གི་རེད། ནང་ཆོས་ཀྱི་ཁ་ལ་ཆོས་ཐམས་ཅད་རྟེན་གྱི་འབྲེལ་བ་བྱུང་བ་རེད་འགྱུར་བ་འགྲོ་ངེས་རེད་མི་རྟག་པ་རེད་ལབ་ཡོད་བ། ད་ཁོང་ཚོས་གིས་བདག་གཉིས་དེ་གཅིག་པ་རེད་ལབ་སྟེ་བདག་གཉིས་དེ་རྟག་པ་བདག་དེ་འགྱུར་བ་འགྲོ་ངེས་མི་ངེས་ཆགས་དགོས་རེད། གཅིག་པ་ཡིན་ན་འགྱུར་བ་འགྲོ་ཡ་མི་ངེས་ཆགས་ལ་བདག་རྟག་པ་རེད་ལབ་དགོས་ཐུག་བར། ཚིག་ན་ནང་ཆོས་ཀྱི་བརྡ་རྟག་པ་མ་རེད་བརྡ་གཅིག་པ་ཞིག་མ་རེད་ཟེར་བ་ར་གཅིག་པོ་བ་ཞིག་ཡོད་མ་རེད། བརྡ་རྟག་ཅིག་རང་བ་ཅིག་ནི་བརྡ་ཅིག་ཡོད་མ་རེད་ལབ་དགོས་བ་ད་ད་དུས་སུ་འགྲོ་གི་ཞིག་རེད་ད། བྱས་ཙང། དེ་ལྟར་ཤི་བ་གཞན་གཉིས་ལ་ཟེར་དོན་ད་འདིར་ཤི་ངེས་ཀྱི་བརྡ་དེ་ལོ་ཀ་ཅིག་རེད་ལ། ཤི་ཚར་ནས་ཨ་ནི་ཁར་སྐྱེ་བ་ལེན་ངེས་ཀྱི་བརྡ་དེ་ཡང་ལོ་ཀ་ཆགས་འདི་དགོས་རོགས། དེ་ལྟར་ཤི་བ་གཞན་གཉིས་ལ། སྐྱེ་བ་ཡང་ན་གཞན་གཉིས་དོ། བྱས་ཙང་ཁྱེད་རང་གིས། ང། སྐྱེ་བ་རྗེས་མ་གི་སྡུག་བསྔལ་དེ་ངས་མྱོང་གི་རེད་བསམ་ངས་མྱོང་གི་མར་ད་མྱོང་ངན་དེ་ངས་སྐྱེ་བ་རྗེས་མ་དེ་མྱོང་གི་རུ་མ་གཏོགས་ཁྱེད་རང་མྱོང་གི་རེད་བསམ་པ་བསམ་བློ་དེ་ཁྱེད་རང་གི་ནོར་འཁྲུལ་རེད་ཟེར་ད་འོ་དེ་ཞིག་གོ་ད། གང་ཚེ་གང་ཚེ་གང་གི་སྡུག་བསྔལ་གང་དེ་ནི་དེ་ཉིད་ཀྱིས་གསུངས་ནའང་རྐང་པའི་སྡུག་བསྔལ་ལག་པས་མིན། ཅི་ཕྱིར་དེ་ནི་དེ་གསུངས་ཆགས་ད་དེ་དབུ་ནལ་དྲང་ནལ་ནག་པོ་རེད་ཧ་ཅང་གི་སྐད་ཆ་དེ་མ་གསུངས།

དེ་ནི་དེ་ཉིད་དེ་ནི་དེ་ཉིད་ཀྱི་དེ་ནི་དེ་ཉིད་ཀྱི་ཡིན་པ་ཡིན་ཙང། དུས་གང་གི་ཚེ་གང་གི་སྡུག་བསྔལ་གང་འདྲའི་འདྲ་ཅི་ཡིན་པ་ཡིན་ན་སྡུག་བསྔལ་དེ་ནི། གང་ཟག་དེ་ཉིད་ཀྱི་ཡིན་ཙང་གང་ཟག་དེ་ཉིད་ཁོ་རང་གིས་བསྲུང་དགོས་ཀྱི་རེད། དཔེར་ན་ངའི་གི་སྡུག་བསྔལ་དེ་ངས་གིས་བསྲུང་དགོས་ཀྱི་རེད། ཁོའི་གི་སྡུག་བསྔལ་དེ་ཁོས་གིས་བསྲུང་དགོས་རེད། ཁོ་རང་གི་སྡུག་བསྔལ་དེ་ཁོ་རང་གིས་མགོ་ཐག་གསང་དགོས་རེད། ངའི་གི་སྡུག་བསྔལ་དེ་ང་རེས་མགོ་ཐག་གསང་དགོས་རེད་དེ་འདྲའི་ལབ་པ་ཡིན་ན་ཟེར་བ། དེ་འདྲའི་ལབ་པ་ཡིན་ན། ད་ཁྱོད་ནི་འགྲིག་གི་མ་རེད་ཟེར་རྒྱལ་སྲས་ཆེན་པོ་ཞི་བ་ལ་ཡིས་འདི་གསུང་བར་གང་ཚེ་གང་གིས་སྡུག་བསྔལ་དགའ་དེ་ནི་དེ་ཡིན་ཀྱི་གསུང་ཀྱི་གསུང་འགུགས་རེ་ལ་བ་ཡིན་ན་ཟེར་བ་ན། རྐང་པའི་སྡུག་བསྔལ་ལག་པས་མིས། དེ་འདྲེ་ལ་བ་ཡིན་ན་ང་ཚོའི་གཟུགས་པོ་གང་ལ་རྐང་པ་དང་ལག་པ་གཉིས་ཏེ། རྐང་པ་ལ་སྡུག་བསྔལ་བྱུང་བ་ཡིན་ན། ཨ་ནི་ལག་པ་ལ་འབྲེལ་བ་ཡོད་མ་རེད་བ་ལག་པ་ལ་སྡུག་བསྔལ་ཡོང་གི་མ་རེད་བ། ལག་པ་ལ་སྡུག་བསྔལ་བྱུང་བ་ཡིན་ན་རྐང་པ་ལ་སྡུག་བསྔལ་མྱོང་གི་མ་རེད་བ།

ཕ་རོལ་པོ་ལ་སྡུག་བསྔལ་མྱོང་པ་དེ་ཕ་རོལ་པོ་མགོ་དག་སང་དགོས་རེད་ཁོ་རང་གི་སྡུག་བསྔལ་རེད་ལབ་པ་ཡིན་ན་གཡུག་བཞག་པ་ཡིན་ན་འགྲིག་གོ་མ་ན་ང་ཚོ་ཚང་མ་རྟེན་གྱི་འབྲེལ་བར་བྱུང་བ་རེད་ཟེར་བ། བྱས་ཙང་དཔེར་ན་ཆ་བཞག་ཡོད་ན་དེ་རིང་སང་གི་སྐྱབས་མགོན་རིན་པོ་ཆེ་གསུང་གི་དོན་དཔེར་ན་རྒྱ་གར་དུ་ཤར་ཕྱོགས་ཀྱི་རྒྱལ་ཁབ་དུ་ཚོ་ལ་ཡ་རྒྱ་གར་ད་ད་ག་རེ་ཡིན་ན་ལུང་པ་སྟོབས་ཆེན་པོ་དེ་གའི་དེ་ལ་གྱོང་གཅིག་རག་པ་ཡིན་ན་སྡེ་དགེ། ནུབ་ཕྱོགས་ཀྱི་རྒྱལ་ཁབ་ལ་ཚོང་ལ་ཤུགས་རྐྱེན་ཞུགས་ཐེག་རེད་ཅེས་སྐུ་མདུན་གསུང་ལ། ད་ནུབ་ཕྱོགས་ཀྱི་རྒྱལ་ཁབ་ཚོ་གི་ད་འདི་ཁོ་རང་ཚོ་ཤར་ཕྱོགས་ཀྱི་རྒྱལ་ཁབ་ཀྱི་གྱོང་རེད་འདི་ནང་ནས་རྒྱ་གར་ཁོ་རང་ཚོ་གྱོང་ར་བ་རེད་ལ་ནས་བསམ་བློ་མ་བཏང་བ་ཡིན་ན་དོན་དག་ཡང་ངེས། གཏན་གྱི་འབྲེལ་བར་བྱུང་བ་ཡིན་ཙང། ནུབ་ཕྱོགས་ཀྱི་རྒྱལ་ཁབ་མི་ཚོ་ལ་གྱོང་ར་བོར། ད་ང་ན་བཞིན་ནུབ་ཕྱོགས་ཀྱི་རྒྱལ་ཁབ་ལ་གྱོང་ར་བ་ཡིན་ན་འདི་གི་གྱོང་འདི་ཤར་ཕྱོགས་ཀྱི་རྒྱལ་ཁབ་ལ་གྱོང་ར་གོ་ཡོད་རེད་ཅེས་སྐུ་མདུན་གསུང་ལ། ཏེ། ང་ཚོ་ཚང་མ་གཏན་གྱི་འབྲེལ་བར་བྱུང་བར་བ། ངས་ནམ་རྒྱུན་བཤད་དུ་ཡོད་དཔེར་ན་རྒྱ་གར་ནང་ལོ་ལ་ཙོང་མང་པོ་སྐྱེས་ས་གི་ལུང་པ་དེ་ལ་ཆུ་ལོགས་སུ་བསྐྱར་ཟློས་ཙམ་པ་ལ་རྒྱ་གར་རྒྱལ་ཡོངས་འཁོར་བ་ཙོང་གོང་འཕར་གི་དང་ང་ཚང་མ་གྱོང་རག་གི་དང་གྱོང་ངོ་མ་དེ་ཙོང་དབུ་ནས་དྲན་ནས་ཙོང་ལུང་ཙོང་སྐྱེས་ས་གི་ལུང་པ་དེ་ལ་ཆུ་ལོགས་བྱུང་དུས་གྱོང་ངོ་ན་ཁོང་ཚོའི་རག་རེད་དེ། དེ་ཡི་རག་པའི་གི་ཤུགས་ལའང་ང་ཚོའི་ལ་རག་གི་དང་ང་ཚང་མ་གཏན་གྱི་འབྲེལ་བར་བྱུང་བ་ཁོང་ཚོ་ལ་བསྟན་བསྡད་རོགས། འོ་ད་འདི་འདྲའི་འདྲ་བོ་ཅི་རེད། བྱས་ཙང་ད་ག་ན་ང་ཚང་མ་གཏན་གྱི་འདྲ་བར་བྱུང་བ་ཆགས་བསྡད་ཡོད་རེད། ད་ཕ་རོལ་པོ་གི་སྡུག་བསྔལ་དེ་ཕ་རོལ་པོ་མགོ་ཐག་སྲང་བ་རེད། ང་རང་སྡུག་བསྔལ་ང་རང་མགོ་ཐག་སྲོང་བ་རེད་བྱས་ཙང་ཕ་རོལ་པོ་སྡུག་བསྔལ་དེར་ང་ཡ་བྱེད་ཀྱི་མེད་བྱུས་གཏོགས་བྱེད་ཀྱི་མེད་ལབ་བ་ཡིན་ན་ད་ཐབས་སྐྱོ་བོ་རེད་ཅེས་གསུངས་པ་གང་ཚེ་གང་གི་སྡུག་བསྔལ་གང། དེ་ཉིད་དེ་ནི་དེ་ཉིད་ཀྱིས་གསུངས་ན་རྐང་པའི་སྡུག་བསྔལ་ལག་པས་མིན། རྐང་པའི་སྡུག་བསྔལ་དེ་ལག་པས་ཀྱིས་མ་རོ། འོན་ཅིའི་ཕྱིར།

གལ་ཏེ་རིགས་པ་མིན་མིན་ཡང་དེར་བདག་ཏུ་འཛིན་པའི་འཇུག་ཅེ་ན་བདག་གཞན་མི་རིགས་གང་ཡིན་ཏེ་ཅི་ནུས་པ་ནི་སྤང་བྱ་ཉིད་ཡིན་ཟེར་སོང་ད། ད་ཁྱེད་རང་གི་ལའི་དེ་རྒྱུ་མཚན་དུ་ངེད་ཀྱིས་རང་གཅེས་འཛིན་བྱས་པ་དེ་ནོར་བཞག་རིགས་པ་རེད་མི་འདུག་ད་རིགས་པ་དང་ལྡན་པ་ཆགས་ཀྱི་མི་འདུག་ཟེར་ད། གལ་ཏེ་རིགས་པ་མིན་ཡང། མིན་ཡང་ཟེར་དུས་རིགས་པ་ད་རེ་འོ་ན་དྲང་ནས། གཞན་གཅེས་འཛིན་རྒྱུ་མཚན་བཅས་ང་ཚོ་རྒྱུ་མཚན་སྐད་ཆ་བཤད་བྱས་རིག་པ་བཏང་བ་ཡིན་ན་རིག་པ་ཡང་དག་པ་བྱས་དང་རྒྱུ་མཚན་ཡང་དག་པ་བཅས་ཀྱི་སྐད་ཆ་བཤད་པ་ཡིན་ན་རང་གཅེས་འཛིན་བྱས་པ་དེ་ནོར་བཤགས་རྒྱུ་མཚན་དང་ལྡན་པ་ཆགས་ཀྱི་མི་འདུག་རིག་པ་དང་ལྡན་པ་ཆགས་མི་འདུག་གལ་ཏེ་རིག་པ་མིན་ཡང་ཡིན་པ་ཡིན་ན་ཡང་རང་གཅེས་འཛིན་ཟེར་གི་འདིར་འདིར་བདག་ཏུ་འཛིན་པའི་ང་རང་ཚོའི་སྐྱེ་བ་སྔ་མ་ནས་རང་གཅེས་འཛིན་བྱས་ང་ང་ང་ཟས་རྩ་ཆེན་པོ་འཆི་ལྟས་དེ་གོམས་གཤིས་ཆགས་བསྡད་ཡོད་རེད་བ་ཟ་ད་ཕྱིས་སུ་བདག་ཏུ་འཛིན་བསྡད་ཡོད་ཙང་སྐྱེ་བ་སྔ་མ་ནས་གོམས་གཤིས་ཆགས་བསྡད་ཡོད་པ་ཡིན་ཙང་འདི་ཡིན་པའི་རྒྱུ་མཚན་གྱིས་བདག་ཏུ་འཛིན་པས་ཟས་དེ་ས་བརྒྱབ་འདུག་ཟ་དེ་གི་རྒྱུ་མཚན་འདྲ་མགོ་ཟླ་བྱས་ཙང་ང་ཚོ་འདི་འདྲའི་སྐྱེ་བ་སྔ་མ་ནས་སོང་ནས་ད། རང་ང་ང་ང་ང་ཟེར་ནས་ང་རྩ་ཆེན་པོ་བྱེད་ཀྱི་བག་ཆགས་དེ་ཤུགས་ཆེན་པོ་ཡོད་པ་ཡིན་ཙང་རྒྱུ་མཚན་དེ་ལ་བརྟེན་ནས་ད་ཐབས་ཤེས་མི་འདུག་ད་ང་རང་གཅེས་འཛིན་རང་བྱེད་ནས་བྱེད་ཀྱི་ཡིན་བདག་ཞེ་མཉམ་པ་སྒོམ་གི་མེད་བྱང་ཆུབ་ཀྱི་སེམས་སྒོམ་གི་མེད་ལབ་པ་ཡིན་ན་ཟེར་བདག་ཏུ་འཛིན་པའི་རྒྱུག་བཅད་ན་བདག་ཏུ་འཛིན་པ་ཡིན་ཙང་ང་ད་ག་རེ་རང་གཅེས་འཛིན་རང་ལ་རྒྱུག་འགྲོ་གི་ཡིན་བྱང་ཆུབ་ཀྱི་སེམས་ལ་ཉམས་ལེན་བྱེད་ཀྱི་མེད་ལབ་པ་ཡིན་ན་གལ་ཏེ་རིག་པ་མིན་ཡང་འདིར་བདག་ཏུ་འཛིན་པའི་རྒྱུ་མཚན་གྱིས་ད་ང་རང་གཅེས་འཛིན་རང་ལ་རྒྱུག་གི་ཡིན།

རིག་པ་དང་ལྡན་པ་ཆགས་ཀྱི་མི་འདུག་ལར། ད་ནོར་འཁྲུལ་ཡིན་ན་རིག་པ་དང་ལྡན་པ་ཞིག་ཆགས་ཀྱི་མེད་པ་དང་རྒྱུ་མཚན། རྒྱུ་མཚན་དང་ལྡན་པ་ཞིག་ཆགས་ཀྱི་མེད་པ་ནོར་འཁྲུལ་ཅིག་ཡིན་པ་ཡིན་ན། སོ་སོ་ཡིན་ནའི་བྱེད་ཡག་མ་རེད་ལ་མི་གཞན་དག་ཡིན་ནའི་བྱེད་ཡག་མ་རེད། བདག་གཞན་མི་རིགས་ལ། ནོར་འཁྲུལ་ཡིན་ཕྱིན་ཆད་ལ་བདག་གིས་བྱས་ན་ཡང་མི་རིགས་པ་རེད། གཞན་གྱིས་བྱས་ན་མི་རིགས་པ་རེད། འདི་འདྲ་ཡིན་པ་ཡིན་ས་རང་གཅེས་འཛིན་བྱས་ཏེ་བདག་གཞན་གཉིས་ཀ་གིས་བྱས་ཀྱི་མ་རེད་ཟེར་རེད་སོ་སོ་ཡིན་ནའི་བྱས་མ་རེད་མི་གཞན་དག་ཡིན་ནའི་བྱས་མ་རེད་ཟེར་ཀོ་ནོར་འཁྲུལ་རེད་བ་ཟེར་བར་ནོར་འཁྲུལ་བྱས་ཏེ་ཡང་ནས་ཡང་དུ་བྱས་ན་ཨ་ནི་ཁ་སང་མུ་མཐུད་ནས་སྡུག་བསྔལ་ནང་ལ་འགྲོ་དེ་ད་མུ་མཐུད་ནས་ཨ་ནི་ཁ་ལོ་བར་ང་རང་ཚོ་སྡུག་བསྔལ་དེ་ཆེ་རུ་འགྲོ་ཡ་ཆགས་ཀྱི་རེད་བ། བྱས་ཙང་ང་རང་ཚོ་ངོས་ནས་ནོར་འཁྲུལ་རིགས་དེ་བྱེད་རྒྱུ་བ་མ་རེད་ཟེར་བདག་གཞན་མི་རིགས་གང་ཡིན་དེ་ཅི་ནུས་པ་ནས་ཅི་ནུས་པ་ཟེར་ན་ག་ཚོད་ཐུག་ཐུག་གིས

ནོར་འཁྲུལ་དེ་ཡོང་སྲང་བྱེད་དགོས་དང་ག་ལི་ག་ལི་མེད་པ་བཟོས་དགོས་ཀྱི་ཐབས་ཤེས་བྱེད་དགོས། དེ་མེད་ན་ང་རང་ཚོ་དུས་ནམ་ཡང་ནས་སོ་སོ་སྐྱོན་ནས་ཐར་ས་ཡོད་མ་རེད། འོ་ད་འདི་འདྲ་འདྲ་བོ་ཞིག་རེད་ཞུ་ཡ་བྱས་ད་བདག་གཞན་མི་རིགས་གང་ཡིན་དེས་ད་ང་རང་ཚོ་རང་གཅེས་འཛིན་གྱི་སྐྱོན་ཡིན་པ་དེ་ད་ཤེས་ཤེས་བྱེད། རང་གཅེས་འཛིན་ཟེར་ཡ་ད་རིག་པ་ད་ལྡན་པ་མ་ཡིན་པ་རྒྱུ་མཚན་ད་ལྡན་པ་མ་ཡིན་པ། རིག་པ་མིན་ཡང་འགྲོ་ས་ས་རིག་པ་མ་ཡིན་པ་ཡིན་ན་ཡང་ད་གོམས་པའི་དབང་གིས་སྔར་གོམས་པའི་དབང་གིས་བག་ཆགས་ཀྱི་དབང་གིས་མུ་མཐུད་ནས་རང་གཅེས་འཛིན་ལ